གཟའ་འཁོར་འདི་ལ་ཨ་མི་རི་ཀ་གི་ནིའུ་ཡོག་གྲོང་ཁྱེར་དུ་འཚོགས་བཞིན་པའི་སྤྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱས་འཛོམས་ཚོགས་ཆེན་འདི་ཡིན་ན་རྒྱལ་ཚོགས་ཀྱི་ཚོགས་ཆེན་ཐེངས་བདུན་སྟོབས་རྒྱས་པ་དེ་ཆགས་ཡོད། འཛམ་གླིང་རྒྱལ་ཁབ་སོ་སོ་གི་གཞུང་འབྲེལ་ཐོན་རིམ་དཔོན་རིགས་དང་ཕྱི་འབྲེལ་མི་སྣ་སོགས་གནད་ཡོད་མི་སྣ་མང་པོ་གཅིག་ནིའུ་ཡོག་ལ་འཛོམས་རྗེས་རྒྱལ་སྤྱིའི་གནད་དོན་གལ་ཆེན་པོ་ཁག་གི་ཐད་ལ་བགྲོ་གླེང་གནང་བཞིན་པ་རེད། ད་ནང་ཞིང་ཁ་ས་གཟའ་མིག་དམར་གྱི་ཉིན་ལ་ཨ་མི་རི་ཀ་གི་སྲིད་འཛིན་ཇོ་བྷའི་དན་གྱིས་རྒྱལ་ཚོགས་ཀྱི་རྒྱས་འཛོམས་དེའི་ཐོག་ལ། སྐར་མ་སུམ་ཅུ་ཙམ་གྱི་གཏམ་བཤད་ཅིག་གནང་ཡོད། ཐེངས་འདིའི་ཀུན་སློང་གི་ནང་དུ་ད་ལོའི་རྒྱལ་ཚོགས་ཀྱི་རྒྱས་འཛོམས་ཚོགས་ཆེན་དེའི་ཐོག་གི་བརྗོད་བྱ་གཙོ་བོ་དང། དེའི་ནང་ནས་ཀྱང་སྲིད་འཛིན Biden གྱི་གཏམ་བཤད་ཀྱི་ནང་དོན་གཙོ་བོ་སོགས་བགྲོ་གླེང་ཞུ་གི་ཡིན། བརྗོད་གཞི་འདིའི་ཐོག་ལ་འདི་ག་རིགས་གློག་འཕྲིན་ཁང་གི་པོར་ཀ་སྡེ་ཚན་གྱི་རྩོམ་སྒྲིག་འགན་འཛིན་ཚེ་བདག་དབང་ཕྱུག་ལགས་བརྡ་འདྲི་ཞུས་ཡོད། དབང་ཕྱུག་ལགས། ད་ལྟ་སྤྱིར་བཏང་གི་རྒྱ་ནག་རྒྱལ་སྤྱིའི་ནང་གི་ཆབ་སྲིད་ཀྱི་མཁའ་དབུགས་དང་གནས་བབ་དེ་བཅས་ད་ག་ནང་བཞིན་གྱི་དམག་འཁྲུག་བྱུང་གི་ཡོད་རེད་གོ་ལའི་ཚ་དྲོད་ཀྱི་གནས་ཚུལ་དེ་ཛ་དྲག་ཇེ་ཆེ་འགྲོ་གི་ཡོད་རེད་འདི་འདྲའི་ཕྱོགས་ཡོངས་ཀྱི་གནས་སྟངས་ཅིག་གི་ནང་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱས་འཛོམས་ཆེན་མོ་གི་ཚོགས་ཆེན་འདིའི་གལ་ཆེན་རང་བཞིན་དེ་ག་འདྲ་ཅིག་ཆགས་ཡོད་རེད། རེད་ད།
མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱས་འཛོམས་ཆེན་མོ་འབྱོར་བ་ད་ལྟ་འདི་ལོ་ཟླར་གྱི་རེའི་ཚུགས་འགོ་རེད་ད་སྤྱིར་བཏང་བྱས་པའི་ནུབ་བམ་ཕྱི་མིག་ལྟས་པས་ན་ལོ་ཟླ་བར་གྱི་གང་ལྟར་འཛམ་བུ་གླིང་ཆེན་པོ་འདི་རེ་ཛ་དྲག་གི་གནས་ཚུལ་དེ་ཡོད་ཡོད་པར་གྱུར་བ་བྱས་ནས་ལས་སྤྱིར་བཏང་ཁོང་ཚོས་ཡིན་ན་ཚོགས་འདུ་མ་ཚོགས་གོང་ནས་གནས་ཚུལ་གེ་གེ་ལི་ཡ་ཇུས་གཞི་གེགས་ཀྱི་ཐོག་ལ་ཡང་གཙོ་བོ་དེ་བགྲོ་གླེང་བྱེད་ཡག་དང་དོ་སྣང་བྱེད་ཡག་གི་འཆར་གཞི་བརྗོད་སར་ད་ལྟའི་ཡིན་ནའི་ལས་རྒྱ་མཚུམ་འདི་ག་ལ་ཡང་ད་འཛམ་བུ་གླིང་ཁ་ས་ཁག་གི་འགོ་ཁྲིད་ད་སྲིད་འཛིན་དང་སྲིད་བློན་དང་དེ་ཚོར་གཏམ་བཤད་བྱ་ག་ཡོང་དུས་ཁོ་ཚོས་ག་རེ་བཤད་མ་བཤད་ས་དེ་ལ་ཡང་རྒྱལ་ཚོགས་ཀྱི་གཉན་ནད་ཅིག་གིས་འདིའི་སྐོར་བཤད་དགོས་རེད་ཅེས་བཤད་ཡ་འདི་ཡོད་མ་རེད་དེ་འདས་སོང་ཙང་ད་ག་དུས་ཡིན་ནའི་ལས། ཁོའི་ནང་བཤད་ཡག་གི་བརྗོད་གཞིའི་ནང་དོན་གཙོ་བོ་སྦྱོར་བ་ཁ་འཐོར་བཅས་འདེད་སྲིད་ཁོ་ཚོས་དཔྱད་ཞིབ་དང་མ་བསྡད་བྱས་སྤྱིར་བཏང་འདི་མ་མགོ་དཀྲུག་རེད། ཅེས་བཅས་ད་ལོའི་ལོ་འདི་ཡང་མཉམ་འབྲེལ་རྒྱལ་ཚོགས་ངོས་ནས་ད་བྷེའི་མཉམ་འབྲེལ་རྒྱལ་ཚོགས་ཀྱི་དྲུང་ཆེ་ཆེན་པོའི་ལས་ཁུངས་ངོས་ནས་རེད་བ། ད་ལོའི་དེ་གཙོ་བོ་དེ་ཡིན་ན། གཅིག་གིས་ད་ཐེར་ཀེ་སི་ཛམྦུ་ལིང་སའི་གོ་ལའི་ཁོར་ཡུག་དེ་རྒྱུན་ཐོ་ཞིབ་ཕྱིན་ཆད་གནམ་གཤིས་རྒྱུན་ཐོ་ཞིབ་དཀྲུག་འོག་རེད་བ། འདིའི་སྐོར་དེ་ངོས་ནས་ད་རྫ་དྲག་གནས་ཚུལ་ཆེན་པོ་ཞིབ་ཕྱི་རེད་ད་རིང་འདི་ནང་ལ་ཡང་གཙོ་བོ་བགྲོ་གླེང་བྱེད་ཡག་གི་འདོད་པ་ཆེན་པོ་ཡོད་ས་རེད། ད་ཡིན་ན་ལས་འདས་པའི་ཉི་མ་གཉིས་སུ་ན་ལོར་འདུག་སོང་ལ་བལྟས་པ་ཡིན་ན། ད་ཨུ་རུ་སུས་ཡུ་ཁུན་ལ་ཡར་བཙན་འཛུལ་བྱས་ད་རིང་དམིགས་བསལ་ཡིན་ན་ཡུ་ཁུན་གྱི་ཨ་ནི་སྲིད་འཛིན་ཛེ་ལིན་སི་ཀི་ཁོ་རང་རང་ད་ད་ཉིད་གཏམ་བཤད་གནང་པ་དང་ད་ཉིད་དེ་ཡིན་ན་ཨ་ནི་དྲ་ག་རེ་དེ་ཁོ་ཚོས་དྲ་སྙན་སྒང་ནས་བཤད་པ་ར་ད་ལོ་ཡིན་ན་ཁོ་རང་རང་ཕི་ཀེ་ཕེ་ཡོད་ཙང་ཡང་ཅིག་གི་གནས་ཚུལ་གལ་ཆེ་ཤོས་ཅིག་གི་ནི་དོ་སྣང་བྱེད་ས་མི་མང་ཅིག་གི་ད་ད་ཏུག་གསང་ཡུལ་བརྒྱུད་ལམ་དུ་ཚོ་ད་ཛམ་བུ་ལིང་ག་ས་ག་ད་ད་ཐུག་མ་ད་ལས་ད་ཨ་མི་རི་ཀ་དང་རྒྱལ་སྤྱི་འདི་བལྟས་པ་ཡིན་ན་དེ་ཡིན་ན་ཕལ་ཆེན་ཤུགས་ཆེ་ཤོས་ཆགས་ཡོད་པའི་ཚོད་འདུག། ལ་སོགས་དེ་ནི་ད་ཁ་སང་སྐར་མ་སུམ་ཅུ་ཅན་གྱི་གཏམ་བཤད་ཅིག་ང་ཚོའི་ཨ་རིའི་སྲིད་འཛིན་ཇོ་བྷའི་དན་གྱིས་གནང་ཡོད་རེད་ད་དེ་གཏམ་བཤད་དེ་མ་གནང་ལུགས་སྔོན་ནས་གཟའ་འཁོར་ཅིག་མི་ཅིག་ནང་ལ་ད་ཞུ་བཤད་སོང། སྐར་མ་སུམ་ཅུ་ཅན་གྱི་གཏམ་བཤད་དེ་ག་རེ་བྱས་ནས་དེ་འདྲའི་གལ་ཆེན་པོ་ཆགས་བསྡད་ཡོད་རེད་ཨ་ནི་དེའི་ནང་དོན་གཙོ་བོ་དེ་དོ་སྣང་བྱེད་དགོས་ཡ་མ་འདྲ་བ་ག་རེ་བཤད་སོང། རི་ཐ་གཏམ་བཤད་སྐམ་སུམ་ཅུ་ནང་དོན་དུ་མང་པོ་ཞིབ་ཅིག་བཏང་ཁོ་ཚོས་རྒྱུན་དུ་ཁུར་ནས་བཤད་ཡ་ལོག་སོ་བྱོས་རེད་དེའི་ཁྲེར་གཏམ་བཤད་དེའི་ཁྲེར་བྱས་དེ་བས་སྐབས་དེ་ཡིན་ན་སོ་སོས་བཤད་སྙིང་དོད་པོ་དེ་གས་གང་ག་ལོག་མ་ཐོག་དེ་གས་གང་ག་ལོག་རིན་པོ་ཏྲིག་བཅས་ཡིན་ན་བཤད་ཡ་དེ་རྒྱུན་ལྡན་རུ་ཆགས་བསྡད་བར་བྱས་ད་ད་ཚང་མ་བཤད་འདུག་ཡ་མ་འདུག་རེད་ངས་དེ་ཁྱད་ཆོས་ཀྱི་ཁ་ཆ་ཞིག་མཐོང་སོང། ཁྱད་ཆོས་དང་པོ་ཏིར་སེང་པོ་འདུག་ད་ང་ཡ་སུབ་འདེ་ཡིན་ན་ཨ་མི་རི་ཀ་གླེན་ད་བསྐྱུར་འགུ་ཕྱིན་པོ་ར་ཕྱིན་བྱས་ཡིན་ན་ད་ལོ་ད་ར་ཅིག་ཅིག་མཉམ་འབྲེལ་རྒྱལ་ཚོགས་ཚོགས་ཆེན་འདི་སྔ་ལ་ཡ་ཨ་མི་རི་ཀའི་སྲིད་འཛིན་ད། མ་འདྲ་མང་པོ་ཅིག་གིས་བཀའ་མོལ་གནང་པ་དེ་མཐོང་མྱོང། སྲིད་འཛིན་བྷའི་ཏེན་གྱིས་འདི་གར་བཀའ་མོལ་གནང་པའི་སྐབས་རེ་ཡང་ཁོ་རང་དད་པ་ཞུ་གཞི་འདུག་དད་པ་ཡོང་ཡག་གི་རྒྱུ་མཚན་ནི་ག་རེ་ཟེར་ན། སྤྱིར་བཏང་སྲིད་འཛིན་བྷའི་ཏེན་ཁོ་རང་གིས་དགོངས་པ་ཞེ་སྡང་འདྲ་དེ་ཚོ་ཡོད་པ། དེ་ཚོ་བས་མཉམ་འབྲེལ་རྒྱལ་ཚོགས་གང་བཤད་ཡག་དེ་ལས་ལྷག་པ་ཞུ་ཆོག་བསམ་པ་འདུག་དཔེར་ཆ་བྱས་ན་ཁོར་ཡུག་སྐོར་ཡིན་པ་ཡིན་ན། ཅེས་ཁོར་ཡུག་སྲུང་སྐྱོབ་བྱེད་ཡག་དང་ད་ད་རི་ག་སི་ཡིན་ན་ནུས་པའི་འབྱུང་ཁུངས་དེ་ཚོ་ཉི་འོད་དང་གློག། རླུང་གི་ད་ད་ཚོ་བེད་སྤྱོད་བཏང་ཡག་དེ་གལ་ཆེན་པོ་རེད། སྣུམ་སྟོན་རྡོ་སོལ་སྟོན་ཆད་དུ་སོགས་ཡག་པོ་མ་རེད་ས་འབྱོར་པ་དེ་སྲིད་འཛིན་བའི་དིང་གི་ངོ་ནས་བཤད་ན་བི་གའི་འཛམ་བུ་གླིང་གང་ལ་བཤད་ཡག་ད་དེར་རྒས་ས་ངོ་ནས་བི་གའི་བཤད་གོ་ཡག་དེ་ཡིན་པ་མ་ཟད་ཡིན་ན་ཁོ་རང་རྒྱུན་དུ་ཁོ་ནས་བསམ་བློའི་ལྟ་བ་དེ་འདྲས་ཡིན་པ་དང་ཨ་མི་རི་ཀའི་རྒྱལ་ནང་གི་རྩོད་པའི་ནང་ལོག་ལས་ཁོ་རང་ཕྱོགས་དེ་ལངས་བསྡད་འགྱོ་འདི་རེད་ཨ་མྱེས་པོ་དེ་སྤེན་ཚེ་ཞམ་སྲིད་འཛིན་བའི་དིང་ཁོ་རང་གི་སྤྱིར་བཏང་ཁོ་རའི་བསམ་བློ་སྟངས་དང་གནང་སྟངས་དེ་ཡིན་ན་རྒྱལ་སྤྱི་ཅན་སོགས་རེད་ད་རྒྱལ་སྤྱི་གང་ན་ཚང་མ་ལོག་གེ་ཕེབས་ཚུལ་ཧ་རུ་བ་རུ་བྱས་བྱས་ཡིན་ན་ཞི་བདེ་བསྐྲུན་ཡག་ཡིན་ནའི་རེད་ནད་ཡོམ་འདག་དུ་ཚོ་ལ་ཡག་གདོང་ལེན་བྱས་ཡག་ཡིན་ནའི་རེད་ད་དབུལ་ཕོངས་རྒྱལ་ཁབ་དུ་ཚོ་རོགས་རམ་བྱས་ཡག་ཡིན་ནའི་རེད་ད་དེ་ཚོ་ཨ་ནུ་སི་ལི་ཧོང་དེ་ཚོ་གང་ཁོ་རང་གི་བསམ་བློའི་དངོས་གནས་ཀྱི་ལྟ་གྲུབ་སྦྱོར་བ་དེ་དང་མཐུན་པོ་ཞུ་རྒྱུ་ཡོད་ཚུལ་འདག་ཁོ་རང་གི་དེ་ཚོ་བཤད་པའི་སྐབས་དེ། བདེ་པོ་ཞུ་ཞེས་ཞེས་བཤད་གནང་ཐུག་འདུག་ད་ཐེངས་ངས་ཁྱད་ཆོས་འདི་མཐོང་སྟེ། ག་སུ་རེད་ད་ངའི་མིང་འདི་བོར་དགོས་ཡ་མི་འདུག་དེ་ལས་ཨ་མི་རི་ཀའི་སྲིད་འཛིན་ཚང་མ་ཨིན་དད་མ་རེད་ཁ་ཤས་ཡིན། ཕི་ཀེ་ཡར་གསུང་བཤད་གནང་ཁ་བྱས་མེད་བཞིན་དེ་ཡང་ཁོ་རང་གས་འདོད་པ་མེད་འགྱོ་འདི་མ་གུས་ཡར་འདི་ཚོ་བཤད་ཡ་འདི་ཚོ་ལ་ཡ་དེ་ཚོ་ལྟར་ཏུར་བིན་སྲིད་འཛིན་བྷའི་ཏིན་དད་པ་ཞིག་རག་འདུག་བསམ་འདུག་ཨ་འདི་འདི་ཁྱད་ད་ད་གཏམ་བཤད་ཁོ་རང་ལ་ཡ་ཁྱད་ཆོས་རེ་ཞིག་གཙོ་བོ་རེ་ཞིག་གཉིས། དང་པོ་དེ་ཡིན་ན། ཨུ་རུ་སུའི་སྒང་ལ་ཡ་ཞི་བ་ཅི་ཡིན་ནན་པོ་ཅི་བྱས་གསུངས་སོང། ཨ་ནི་དེ་གསུང་ཡ་དེ་ད་ཐར་གྷལ་ས་ཡིན་ན་ཨུ་རུ་སུའི་ཕི་ཁའི་ཡུ་ཁུར་མ་སྐྱེབ་ཅེ་ད་ཉིད་དུ་ཨ་ནི་ད་བེ་ད་ཞི་བུ་ཅིག་ཛམ་བུ་བླིང་ད་རྒྱལ་ཁབ་གང་ལོག་གི་མང་ཆད་ཅིག་གི་ད་ཁ་མདའ་ནུབ་ཕྱོགས་རྒྱལ་ཁབ་ཀྱི་ད་ཉུང་ཤུ་ལེ་ཁ་མདའ་ཡུ་ཁུར་ལི་རོག་རམ་ཆད་ཅེ་ཕག་ཕར་ཁོ་ཅིག་ཧོར་བ་ད་ཐར་གྷལ་ས་ཡིན་ན་ཨ་མི་རི་ཀའི་ནག་ལོག་ལེ་ཨ་མི་རི་ཀའི་གྲོས་ཚོགས་ནག་ལོག་ལེ་ད་ཡུར་ཁུར་མའི་དངུལ་ཏྲ་ཡ་མང་ཏྲ་གིས་ཉིན་ད་ནི་དེ་མང་མང་དྲུག་ཏུ་ང་ད་དེ་ཡས་དེ་ལི་ཡ་རྒྱལ་ཁབ་དེ་གའི་དང་བདག་ནང་བཞིན་དང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་ཆེན་མོ་འཚོགས་པའི་སྐབས་དེ་ནི་ཨ་རུ་ཏེ་ཝེ་ཀེ་ཡཱ་ཡུཀ་རེན་ཡའི་རྒྱབ་སྐྱོར་མ་བྱེད་ཉེས་དང་ཨུ་རུ་སུ་དང་ཏི་སི་ཉེ་བོ་ཡོད་ཉེས་དང་འོག་མིན་དཀྱིལ་དེ་དེ་ཉེས་རྒྱལ་ཁབ་མང་པོ་ཞུ་ཕྱོགས་རེད་འདི་གས་ཡ་ད་ལན་གསལ་པོ་ཞིབ་ཕྱི་སྤྲད་ན་ད་ཁོ་རང་ཚོ་དེ་གསུངས་དུ་ཨང་གལ་སྲིད་ང་ཚོས་ཨ་ནི་རྒྱལ་ཁབ་ཅིག་ཨུ་རུ་སུ་ལྟ་བུ་ཅིག་གས་ཡིན་ན་རྒྱལ་ཁབ་གཞན་པ་ཅིག་ལ་བཙན་འཛུལ་བྱས་རྗེས་ཨ་དེ་ལ་ཡ་ཁ་སྐད་མ་ལབ་ཅེས་བཞག་བཞག་པ་ཡིན་ན་ཨ་ཉེས་མེད་ཅིག་ཡིན་ན་ཁྱོད་རང་ཚང་མ་བློར་བདེ་འཇགས་ཡོད་མ་རེད་ཨ་འདི་འདྲས་བྱས་པས་ནི་རྒྱལ་ཁབ་སྟོབས་ཆེ་གཅིག་གི་ཆུང་ངུ་གཅིག་ཨ་ལས་སླ་པོ་ཆེ་ཟ་གི་རེད་ཟེར་བྱས་ཏེ་ཁོ་རང་གིས་འདིའི་ཤུགས་ཆེན་པོ་ཞིབ་གསུངས་སོང། ཨ་དེ་ནས་ང་རང་ལྟར་དྲི་བ་ཡོད་པ་རྒྱ་ནག་སྐོར་ལ་ཡག། ད་ཉིད་དང་དུར་བུ་ཡིན་པས་ན་རྒྱ་ནག་སྐོར་ལ་ཞེ་དྲག་སྦྱངས་པ་སོང་དང་པོ་དེ། གཅིག་གསུངས་ཡ་དེ། གཉིས་པ་དེ་ངས་དེ་མཐོང་སོང་ད་རིང་རྒྱ་ནག་སྐོར་མཐུན་འགྱུར་གཅིག་ལས་གསུངས་མ་ཐུབ་ལ་འདིའི་ནང་ལོགས་ལ་ཡག་ཤུགས་ཆེན་པོ་གཅིག་གར་གསུངས་སོང་ན། མ་ད་ལྟ་འདི་ཨ་མི་རི་ཀའི་སྲིད་ཇུས་ཡིན་ཟེར་བྱས་ཏེ་ཐེངས་མང་པོ་གསུངས་ཚར་དེ་ལས་ཡིན་ནའི་ཁྱད་ས། ནད་པ་ཞུ་བ་བྱེད་བྱེད་ད་ཁལ་སེ་སྲུང་སའི་ཡུལ་དེ་ཡིན་ན་སྤྱིར་བཏང་ང་ཚོ་ཨ་མི་རི་ཀའི་ནག་ལོག་ལ་བདག་པ་ལ་ཡ་སྤྱིར་བཏང་མི་དག་མ་རེད་ཕི་ཀའི་ནག་ལོག་ལ་ད་འཛམ་བུ་གླིང་རྒྱལ་ཁབ་བརྒྱ་དང་གྱ་བཅུ་ཟེར་གཅིག་གི་ཕི་ཀའི་སྐུ་ཚབ་དང་དབུ་ཁྲིད་དེ་གས་ཡོད་རེད་དེ་གས་དེ་ལ་ཡ་ཨ་ནི་ཨ་མི་རི་ཀའི་ངོས་ནས་ཡིན་ན་ད་རྒྱ་ནག་དགྲ་ཁ་བལྟས་བཟོས་བྱས་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལ་ལ་ཡ་ད་གང་དག་བཅུག། མཐར་གཏུགས་ན་དམག་འཁྲུག་གསུམ་ཆ་ལང་ཡང་བཏང་ནས་རྒྱལ་ཁབ་དེ་གའི་ཚང་མ་ལོག་ལྟ་ཕྱོགས་གཅིག་ལངས་དགོས་ཡ་འབྱོར་བ། དེ་འདྲས་ཀྱི་གནས་སྟངས་ཤིག་ད་ངས་ཚིག་དག་རང་སྟེང་ཀུ་ཤོ་བ་ཅན་གསུམ་མ་ཚོའི་ནང་དོན་བྱས་ན་ལྟ། དེ་འདྲས་གཅིག་གཟུགས་མེད་ཟེར་ཡ་དེ་ཁྱད་ཆོས་ཁས་ལེན་ཡ་དེ་ཤུགས་ཆེམ་ཞེ་དྲག་གསུངས་སོང། ཕལ་ཆེན་ཚོད་དཔག་བྱས་ན། འཛམ་བུ་གླིང་ནང་ལོག་ལྟ་རྒྱལ་ཁབ། ནུབ་ཕྱོགས་རྒྱལ་ཁབ་དེ་ཚོ་ལྟ་ག་ང་ཡོད་མ་དེ་ལས་རྒྱལ་ཁབ་ལྟ་ཞན་པ་དེ་ཞེ་དྲག་ཡོད་རེད་བ་ཆུན་ཆུན་དེ་ཚོ་མ་གོ་ཡོད་རེད་བ། དེ་ཚོའི་མང་པོ་གཅིག་གི་སེམས་ཁྲལ་ཞེ་དྲག་ཡོད་ཀྱི་རེད་ཕལ་ཆེན་དེ་ཡིན་ན་ཀླུ་ཚབ་དེ་གས་དེ་མེད་ཡ་བྱེད་དུ་བཏང་ཨ་གཉིས་པ་ནས་ཡིན་ན་དེར་གས་ས་རྒྱ་ནག་དང་ཏིས་ཕྲན་བུ། མ་གཞི་ལྕམ་ར་དར་གྱི་བཟའ་བྲག་གི་དྲི་བ་འབྱོར་པ་ཏིག་ཏིག་ཤུགས་ཆེན་མེར་སོང་འདུག་མ་ཚང་སྲིད་འཛིན་པཱི་ཏན་གྱི་བཀའ་མོལ་ན་ཚ་ཚ་ཡིན་ནམ་མ་ཚང་གོང་ས་ཡིན་ནམ་ཞི་ཅིན་ཕིང་གི་ཡང་ས་ཆ་བྱམས་བརྩེ་ལས་དང་ཞི་ཅིན་ཕིང་ད་རིང་ཚོགས་འདུར་སླེབས་ཡ་མ་སླེབས་ཡང་གཅིག་ཨ་མི་རི་ཀ་དང་འབྲེལ་བ་ཡར་བཏང་ཡ་དེ་དགོས་མཁོ་ཡོད་རེད་ངེས་པར་བྱེད་དགོས་ཡ་ཅིག་རེད་བྱེད་ཐུབ་ཡག་ལས་ཀ་ཅིག་རེད་ཟེར་རྗེས་ཡང་ཏིག་ལྕམ་ར་བཏང་ཞག་ཕྱི་ས་ངས་ཅིག་བཏང། ད་སྲིད་འཛིན་བའི་ཏིན་གྱི་གཏམ་བཤད་དེ་ལས་འདིར་མཐོང་སོ་ཁྱད་ཆོས་ཤིག་བཟོ་རེད། ངོས་སུ་ཨ་ནི་ད་ད་འདའ་སྤྱིར་བཏང་གཟའ་འཁོར་གཅིག་རང་ལ་ཚོགས་བཞིན་པ་རེད་ཨ་ནི་ད་འདའ་ད་འདའ་ཚོགས་ཟིན་པ་གི་ཉི་མ་ཁ་ཤས་འདི་རང་ལ་རྒྱལ་ཚོགས་ཀྱི་རྒྱས་འཛོམས་ཆེན་མོ་དེའི་ཐོག་ལ་མི་དེ་ཚོ་ཡིན་ན་འདྲ་བསམ་རྒྱུར་འདི་ལམ་ཁག་གི་དོ་སྣང་བྱེད་ས་གཙོ་བོ་དེ་གར་རེད་དོ། ད་གཙོ་བོ་དེ་ངས་བྱས་ན་སྤྱིར་བཏང་བྱས་པའི་ནི་ཨ་འདི་དེ་ཡུ་ཀེན་གྱི་སྲིད་འཛིན་ཛེ་ལིན་སི་ཀེ་ཕི་ཀེ་ཁོ་རང་གཏམ་བཤད་གནང་སོང་ཨ་ད་མ་ཚང་ཁོ་རང་དེ་རྒྱུན་དུ་ཁོ་ནས་བྷེ་ཅིན་མང་པོ་བཟི་ཡོད་རེད་ཛེ་ལིན་སི་ཀེ་སི་ཉིན་དེ་ཁོ་རང་གཏམ་བཤད་ནོར་འདི་བཟོ་པ་ཞུ་ཅི། ག་ཚོད་རེད་ཅིག་བཤད་ཁྱད་པོ་དང་འདི་འདྲའི་ཞིབ་བཤེར་གཏོང་བ་བྱས་བྱས་ཡིན་ན་ཁོ་རང་གཏམ་བཤད་གནང་དུས་སྤྱིར་བཏང་བྱས་མཉམ་འབྲེལ་རྒྱལ་ཚོགས་དང་ཚོགས་ཆེན་འདི་གང་ལ་ཡང་རྒྱལ་ཁབ་རྒྱ་བཅུ་ཚོད་རེད་ལྟ་བ་མ་འདྲ་ཞིབ་བཤེར་བ་རེད་ཅིག་ཀ་མེད་གནང་དུས་མ་དགའ་བསུ་ཞུས་དོག་པོ་རྒྱབ་བཤད་ཟེར་ར་ཉུག་ཉུག་རེད་ཁོ་རང་ཀ་མེད་གནང་དུས་ཡིན་ན་དོག་པོ་ཁ་ཤས་ཞུ་ས་མ་ཞུ་ཉེས་དེ་མ་དགོས་ཨར་ཏི་ལས་ཨ་གཉིས་པ་དེ་ཡིན་ན་ར་ཤི་ཨུ་རུ་སུ་བའི་བི་ཀ་དད་དད་བ་ར་སྐུ་ཐབས་ད་དེ་ཚོ་ཨ་ནི་ཁོ་རང་ཀ་མོད་གནང་སྟངས་དེ་ནང་ལོགས་ད་གནད་འགག་རེད་བྱས་པ་ཡིན་ན་ལས་གལ་ཆེ་ཤོས་ཅིག་དེ་རིགས་གལ་སྲིད་ད། འཛམ་བུ་གླིང་ནང་ལོར་རྟ་དམག་འཁྲུག་དེ་ལོ་གཅིག་ལྷག་བརྒྱབ་པ་རེད་ཞེས་རག་གིས་རྟ་དཀའ་ངལ་ཞིབ་འཇུག་རག་རྟ་ཚང་མ་ལོག་ལ་ཡ་རྟ་དེ་མཚམས་བཞག་གོ་འདུག་མཚམས་བཞག་ཡ་ལ་ཡ་གང་དག་ཨ་ནི་ཅིག་གི་གོམས་ཞུས་རེ་བྱས་བྱས་ཨུ་རུ་སུར་གོ་ཡ་འདི་དེ་སྤྲད་བྱས་གོ་རེ་ཟེར་ཉན་པ་མགུ་ཡོད་རེད་བྱས་ཙང་ཁོ་རང་གི་འདི་ལ་ཡ་ད་ལན་གསལ་པོ་ཞིབ་ཞིབ་སྤྲད་བྱས་ཁྱོད་ནི་ད་གང་དག་ཨུ་རུ་སུའི་གང་དག་ཡུ་ཀུན་གི་ས་ཆ་དེ་ག་དེ་ཡིན་ན་བཙན་བཟུང་བྱས་པ་དེ་ག་དེ་མ་གླེང་བཟུང་མ་གླེང་པ་འདུག་མཚམས་བཞག་ཡ་མ་རེད་དམག་འཁྲུག་དེ་ཨ་འདི་ག་འདི་ཁོ་རང་གི་གཏམ་བཤད་ནང་ལ་མི་ཚང་མ་ལོག་ག་དོ་སྣང་བྱས་ག་རེ་སོང་ཟེར་ན།

སྲིད་འཛིན་ཛེ་ལིན་སི་ཀིས་འདི་ཡར་དོ་སྣང་ཆེ་ཤོས་བྱུང་ཤག། ལ་སོགས་དེ་ནི་ད་དབང་ཞིག་ལ་ད་ལྟ་དབང་ཞིག་ལ་དགའ་ནས་སོང་སོང་ད་ཨ་རི་ལ་ཕེབས་ཆེད་རྒྱུན་རང་པོ་སོང་ཡོད་དགའ་ནང་བཞིན་གྱི་མཉམ་འབྲེལ་རྒྱལ་ཚོགས་འོག་ད་ལྟ་རྒྱས་འཛོམས་ཆེན་མོ་ཡིན་ན་ལོ་རེ་རེ་ལ་ད་བློ་རིག་ཚགས་ཆེན་འདྲ་བོ་ཞིག་ག་ལོ་འཁོར་ཚགས་ཆེན་འདྲ་བོ་ཆགས་བསྡད་པར་རྟག་པར་ཚོགས་བསྡད་ཡོད་བ་རེད་གསུང་གི་འདུག་བ་འདི་འདྲའི་མཉམ་འབྲེལ་རྒྱལ་ཚོགས་ལ་སྔོན་མ་ཁྱོད་ཚོ་ཡོང་དུས་ཀྱི་སྐབས་ཀྱི་རིན་ཐང་ཅིག་ཡོད་བ་ར་ལྟ་སྟངས་ཅིག་ཡོད་བ་རེད་ད་ད་ལྟ་གི་མི་དེ་ཚོ་གི་མཉམ་འབྲེལ་རྒྱལ་ཚོགས་ལ་ལྟ་སྟངས་དང་དེ་ཚོར་འགྱུར་བ་སོང་ཡོད་པ་རེད་པས་ཡང་ན་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱལ་སྤྱིའི་སྒང་གི་རྒྱལ་སྤྱིའི་བདམས་ཕྱིའི་སྒང་ལ་བཟུང་བའི་གོ་གནས་ཅིག་ཡོད་ར་དེ་ཚོ་ལ་འགྱུར་བ་ག་འདྲས་ཐེབས་སོང། ད་ལྟའི་ངེད་ཀྱི་མཉམ་འབྲེལ་རྒྱལ་ཚོགས་ལྟ་སྟངས་དེ་དག་ཕལ་ཆེན་རྒྱུན་དུ་ནས་སྔ་མོ་ནས་ཡོད་སྲིད་མོད་དོ་ད་ལྟ་བལྟས་པས་འདི་པེན་ཇི་ཤོན་ད་རིང་རང་ངས་ཨ་འདི Wall Street Journal ཟེར་གསར་ཤོག་འདིའི་སྒང་ལ་ཡ་དེ་ག་གླེང་བརྗོད་བྱས་ཤག་གླེང་བརྗོད་དེ་ང་ལ་ད་ད་ད་ད་མཉམ་འབྲེལ་རྒྱལ་ཚོགས་སུ་ཉན་དེ་ད་ཁྱོད་ནི་གས་ཡོད་མེད་ཁྱད་པར་ཅི་ཡོད་མ་རེད་ཚོགས་འདུ་ཕི་ག་ལྟ་གར་ཕྱིན་ཆོག་ཅི་ཡོད་མ་རེད་ད་ཕི་གི་དགོས་མཁོ་ག་རེ་ཟེར་ན་དཔོན་པོ་དེ་གང་ཕི་གའི་ཉུ་ཡོག་འཛོམས་བསྡད་ཡིན་ཙང་ཁོ་ཚོའི་ནག་ལོག་འོག་ལ་ཡང་ཚོགས་འདུའི་འོག་ལ་ཡང་བར་དུ་ཐུག་ཡག་འབྱོར་བ་འདིའི་རིན་ཐང་དེ་མི་ཤེས་ཕི་གའི་ཚོགས་འདུའི་དཀྱིལ་ལི་ལྟ་ཆོག་ཡོད་མ་རེད་ཟེར་ཉེན་དེ་མང་པོ་འདུག་ད་འདི་ཚོ་རྒྱུ་མཚན་བཞག་ཡོད་རེད་མཉམ་འབྲེལ་རྒྱལ་ཚོགས་དངོས་གནས་ཕི་གའི་ཁོ་རྒྱལ་ཚོགས་ས་ཁོ་ར་རྡོག་རྡོག་བཤད་ན་མི་མང་པོ་གཅིག་གི་བསམ་བློ་དང་བསྟུན་སོང་བ་ཕི་གའི་མཉམ་འབྲེལ་རྒྱལ་ཚོགས་བཅས་ལས་ཁུངས་རུ་བཅས་གཅིག་གི་ཇི་སྙེད་ཡོད་སོང་ཁོ་ར་འདི་གལ་ཡོད་མ་རེད་འདི་གང་དགའ་ཚོགས་མིའི་རྒྱལ་ཁབ་ནས་བསྒྲུབ་མགྱོགས་རེད་ཚོགས་མིའི་རྒྱལ་ཁབ་དེ་ག་དེ་རྒྱལ་ཁབ་རྒྱ་རྒྱ་ཆུ་ཚོད་ཅོག་རེད། འདི་གས་མི་རེ་རེར་བསམ་བློ་ལོག་ག་ཡོད་རེད་རྒྱལ་ཁབ་རེར་བསམ་བློ་ལོག་ག་ཡོད་རེད་ལངས་ཕྱོགས་ལོག་ག་ཡོད་རེད། ཨ་ནི་བདེ་འཇགས་ལས་འཛིན་ལྷན་ཁང་ཡིན་མིན་ལས་ཨུ་རུ་སུ་ཡོད་རེད་རྒྱ་ནག་ཡོད་རེད་ད་ག་འདྲ་ཕན་ཚུན་མོ་བདུན་ཅན་ཞིག་འགོ་མ་རག་དེ་འདྲས་སུ་འདང་ཁོ་བོ་དང་དང་པོ་ད་མཉམ་འབྲེལ་རྒྱལ་ཚོགས་གཙུག་ཡག་གི་དགོས་པ་དང་དམིགས་ཡུལ་དང་བྱས་པ་ཡིན་ན་ད་འདི་ག་ཟིག་ནུས་པ་ཡོད་མ་རེད་ད་དེ་ཡིན་ན་རྒྱུན་དུ་བསྐོར་ནས་སྐྱོན་བརྗོད་ཞིག་ཉན་ཡོད་རེད་ད་ཡིན་ན་ལས་ངས་བྱས་ན་འདི་དང་དུས་མཚུངས་ཅན་ཡང་ནུས་པ་ཕན་ཐོགས་ཡོད་པན་ཆེ་ཞིག་ནི་ཁོར་ཡུག་སྲུང་སྐྱོབ་བྱེད་ཡག་དང་ནད་ཡམས་བྱུང་པའི་སྐབས་ཡར་ལྟ་ལེགས་བྱ་དང་ཨ་ནེ་དབུལ་པོ་ཉམས་ཐག་ཏུ་དུ་བཀྲེས་སྐོམ་དང་མུ་གེ་དང་དུ་བྱུང་པའི་སྐབས་རོགས་རམ་བྱ་དུ་དུ་བལྟས་པ་ཡིན་ན་ཡང་མེད་དུ་མི་རུང་བའི་ཚོགས་པ་བཅས་རེད། དེ་ནས་མཉམ་འབྲེལ་རྒྱལ་ཚོགས་ནང་ལ་ད་ང་ཚོ་འབྲེལ་བ་ཆགས་བསྡད་དེ་སྐབས་ལ་རྒྱ་ནག་ཆགས་བསྡད་བར་ཐའེ་ཝན་ཆགས་བསྡད་བར་ད་བོད་ཀྱི་གནད་དོན་དེ་འདྲས་ཆགས་བསྡད་བ་རེད། ཨ་ནེ་སྤྱིར་བཏང། ད་ལྟ་དགྱེས་འཛོམས་ཆེན་མོ་འདིའི་ཐོག་ཅིག་ཐའེ་ཝན་གྱི་གནད་དོན་དེའི་སྐོར་ལ། གང་ལས་ཀྱང་མ་འདྲ་བ་གྱི་ཞུ་དོ་སྣང་དང་ལང་ལོང་ཆེན་པོ་ཅིག་འདུག་དེ་གར་ཆེད་བྱུང་སྐོར་རེད་ག་འདྲ་ལབ་སྐོར་རེད། འདི་རྒྱུན་དུ་ནས་གང་ལྟར་དེ་ཐའེ་ཝན་འདི་ན་ལས་ཞུ་ཡ་དང་ད་ཐའེ་ཝན་མཉམ་འབྲེལ་རྒྱལ་ཚོགས་ར་ན་ལྟ་ཞུ་ཡ་དང་རེ་བ་ཡོད་མ་རེད་ལ་ཡིན་ན་ལས་མཉམ་འབྲེལ་རྒྱལ་ཚོགས་འོག་ལ་ཡོད་པའི་རྒྱལ་སྤྱིའི་ཚོགས་པ་འདི་ཡོད་ར་དེ་ཚོ་ན་ཞུ་ཡ་གི་འབད་བརྩོན་བྱེད་ཆེད་དེ་ཉིན་ནས་ད་རྒྱུན་དུ་ཞུ་སྐོར་རེད་ད་ལོ་དམིགས་བསལ་དེ་ཡ་རྩོད་གླེང་ཞིབ་བྱུང་གར་སེ་ན། དངོས་གནས་བྱས་ན་གནས་ཚུལ་དེ་སྙན་མ་ནས་ཡོད་ས་རེད་ད། དཔེར་དུ་གོ་གནས་དེ་རེད་མི་འདུག་དེ་ལ་ཡིན་ནའི་ད་འདས་པའི་ལོ་ག་ཤས་ཤིག་ནང་ལོགས་ལ་ཡ། ཐའེ་ཝན་གྱི་མི་མི་སེར་ཡིན་པ་ཡིན་ན་ཁྱེད་རང་གསར་འགོད་པའི་ཆེད་ཁྱེད་རང་ཐའེ་ཝན་མི་ཡིན་པ་ཡིན་ན་མཉམ་འབྲེལ་རྒྱལ་ཚོགས་ཀྱི་ཡི་གེ་ལས་ཁུངས་ཆེན་པོ་དེ་ནང་དུ་ཡ་འཛུལ་ཆོག་གོ་མ་རྩ། བྱས་ཙང་ད་དེ། དེ་ག་དུས་ཐོག་བྱས་ན་ག་རེ་བྱས་ཡོད། ད་བྱས་ཙང་དེ་བྱས་ནས་ད་ལོ་ཏོག་གོ་རོ་ཕྱིན་ཤག་དེ་ལ་ཡིན་ན་དང་པོ་དང་པོ་དེ་མ་རྩ་ཐའེ་ཝན་ད་སྔ་མོ་ཡིན་ན་དུས་མཇུག་གི་ཟེར་བྱས་ལ་པིས་བོར་བ་དེ་ནས་ག་ཚོད་རེད་ཐའེ་ཝན་སོགས་རེད་ད། རྒྱ་ནག་སྐམ་ས། གོ་མིན་ཏང་གིས་ཡོང་པིས་ཀྱི་རྒྱ་ནག་སྐམ་ས་དམར་པོ་ཆེ་ཚབ་བྱས་པ། དེ་ནས་འདི་སྐབས་དེ་དང་པོ་སྤེན་ཚ་རྩེ་བརྟན་དེ་ཡོད་ས་མ་རེད་དེ་ནས་ག་ལེར་ག་འཛམ་གྱི་ལ་ཡ་ཡིན་ན་ད་རྒྱ་ནག་གི་སྟོབས་ཤུགས་ཆེ་ཆེ་ཆེ་ཆེ་ཆེ་འགྲོ་དུས་རྒྱ་ནག་གི་ད་བལ་མཉམ་འབྲེལ་རྒྱལ་ཚོགས་ནང་ལ་བལ་རྒྱ་རྒྱབ་ཆེ་ད་ད་རི་ཁ་ཁྱོད་འཛུལ་སྲོལ་ཡོད་ས་མ་རེད་དེ་མེད་ཙང་ད་དེའི་སྐོར་དེ་ཡིན་ན་ཁ་ཚིན་དེ་ད་རིང་ཚོགས་སྤྱི་ཆེན་མོ་དུ་མ་ཚོགས་གོང་ལ་ཡ་གསར་བཀོད་པའི་སྐད་ཆ་དྲི་ཡ་ད་ཨ་ནི་ད་ནི་རྒྱལ་ཁབ་ཨ་མི་རི་ཀ་ད་འདི་ཚོ་ཡིན་ན་དེ་དེ་སུས་སྒྲིག་གཞི་དེ་སུས་བཟོས་པ་རེད་དེ་ཐའེ་ཝན་མི་དེ་ནང་ཡོད་མ་བྱོས་ག་རེད་ཟེར་བྱས་འདི་སྐོར་བགྲོ་གླེང་ཞིབ་བྱུང་ད་ཡིན་ན་མཐའ་མ་དེ་དེ་བལ་གི་ཚོགས་ཆེན་གང་ལ་ཁྱེད་ཡོང་བྱས་དེ་གང་ཐག་གཅོད་བྱས་ད་ནི་དེ་ཡོང་གི་མ་རེད། ལགས་ལགས།
དེ་ནས་ད་མཉམ་འབྲེལ་རྒྱལ་ཚོགས་སྒང་ནས་སྒང་ནས། ཝང་ཞི་ལགས་གསུངས་སོང་ཁ་ཤས་ཀྱི་དགོངས་ཚུལ་ལས་ན་ད་མཉམ་འབྲེལ་རྒྱལ་ཚོགས་སྔོན་མ་ནང་བཞིན་གྱི་སྔོན་མ་ལབ་ན་འདྲ་གང་ལྟར་མཉམ་འབྲེལ་རྒྱལ་ཚོགས་ཡོད་ཀྱང་མེད་ཀྱང་སུ་ཅི་འདྲ་དོན་སྙིང་ཡོད་མེད་དང་དེ་ཚོ་དོ་སྣང་བྱེད་མཁན་ཡོད་ཡ་མ་རེད་དང་ནུས་པ་མེད་ཡ་དེ་འདྲིའི་གི་ངེས་འཛིན་བྱེད་མཁན་ཡོད་རེད་གསུངས་སོང་ད་ནང་བཞིན་ད་མཉམ་འབྲེལ་རྒྱལ་ཚོགས་འཚོགས་བཞིན་པའི་སྐབས་ལ་དེ་རིང་ཡིན་ན་ཨ་རིའི་གྲོང་ཁྱེར་ནིའུ་ཡོག་ལ་ཕར་ཆེད་ང་ཚོའི་གཞུང་འབྲེལ་མིན་པའི་ཚོགས་པ་ལ་སོགས་པའི་དེ་འདྲིའི་གི་རྩ་འཛུགས་བྱས་བྱས་ངོ་རྒོལ་དང་འཐེན་འཁྲིད་བྱེད་ཀྱི་ཡོད་ས་རེད་ད་ང་ཚོ་བོད་ནས་ཡར་ཡོང་ཟིན་ནས་ཡིན་གཅིག་མ་ཤེས་དེའི་སྐབས་ནས་ངོ་རྒོལ་བྱས་དེ་ག་དུས་ན་དེ་མཉམ་འབྲེལ་དེ་ལ་ནས་ངོ་རྒོལ་བྱེད་དགོས་བ་ར་ད་གཅིག་གཅིག་ཕན་ཐོགས་རེད་བསམ་དགོས་བ་ར་ངོ་ནས་ཕི་གེ་འགྲོ་ནས་ངོ་རྒོལ་དང་འཐེན་འཁྲིད་བྱེད་ཡ་གལ་ཆེན་པོ་དེ་ཕན་ཐོགས་རེད་པས། ད་དེ་ག་དུས་སུ་བལྟ་དགོས་རེད་ད་དེ་སྙོར་ཐབས་ཞིག་རག་རེད་བསམ་འདུག་ད་འགོ་དེ་ཡིན་ན་ཁོ་ཕི་གེ་ངོ་རྒོལ་བྱེད་ཚེ་ད་ག་སོ་རེད་ཅིག་ངོ་རྒོལ་བྱུག་དགོས་མ་རེད་སོ་སོའི་ཅིག་འབུད་སྐུལ་བྱོས་ར་བ། དང་ཅིག་དཀའ་ངལ་ཡོད་པ་དང་ཅིག་ཞུ་སྲི་འབྱོར་བ་ཞུ་སའི་ས་ཆ་དེ་ཁོ་དཔེ་ཡག་པོ་རེད་བསམ་གི་འདུག་ངས་ཡང་དྲན་ཡང་བྱས་པ་ཡིན་ན། ལྔ་བཅུ་ང་དགུའི་ལོ་ལ་ཡ། ཟླ་བ་གསུམ་པའི་ཟླ་བཅུ་ལ་ཡ་ལྷས་ས་ཡ་དོན་རྐྱེན་བྱུང་པའི་སྐབས་དེ། ཨ་ནི། མཉམ་འབྲེལ་རྒྱལ་ཚོགས་དགོངས་དག་ལ་ཡ། སོག་པོ་གི་བླ་མ་དང་གྲྭ་བ་དང་དེ་ག་སྙིང་རྗེ་སོག་པོ་དེ་གའི་དེ་ད་བོད་པའི་དེ་དུས་བོད་པའི་ད་ཡོད་མ་ར་སོག་པོ་དེ་འདས་མ་གུ་བྱུང་རྗེས་ཨ་ནི་བེད། རྒྱ་ནག་གཞུང་གིས་བོད་ལ་ཡ་མཚན་ག་ཚོད་རེ་བསྩལ་ཚུལ་དང་དྲག་གནོན་བྱས་པ་ལ་ཡར་ངོ་རྒོལ་ཡོད་ཚུལ་བཅས་སྐད་དང་པོ་དེ་ཕལ་ཆེར་ངས་པར་མཐོང་པ་དང་པོ་ཡིན། དེའི་རྗེས་ལ་ཡར་ད་པེ་ཅིན་དེ་ནས་ཅེས་འགོ་བཙུགས་བཅས་ཡིན་ན་ད་ད་ལྟ་བུ་ཐོག་མཉམ་འབྲེལ་རྒྱལ་ཚོགས་དགོངས་དག་ལ་ཡར་ད་བོད་པ་ཚོས་ཞུ་འབོད་ཇི་ག་སྤྲོད་ཡ་དང་སྐད་འབོད་ཇི་ག་སྤྲོད་ཡ་དེ་ད་པེ་ད་རྒྱུན་མ་ཆད་བཞིན་བྱས་ཡོད་རེད་ཁོ་རའི་བྱེད་སའི་ས་ཆ་དེ་ད་དངོས་གནས་ཏན་ཏན་འགྲིབ་ཀྱི་རེད་བསམ་གི་འདུག་ཨ་འདི་ག་འདི་མཉམ་འབྲེལ་རྒྱལ་ཚོགས་ག་འདི་ཚོགས་ཆེན་ཆེན་མོ་ལ་ཡར་ཆ་བཞག་པ་ཡིན་ན་ལས་བོད་དང་འབྲེལ་བ་ཡོད་པའི་གྲོས་མཐུན་ཐེངས་མ་གསུམ་བཞག་མྱོང་ཡོད་རེད་སྤྱིར་བཏང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་ལ་གཅིག་དྲུག་ཅུ་རེ་གཅིག་ལོར་གཅིག་དྲུག་ཅུ་རེ་ལྔའི་ལོར་གཅིག་བཅས་བྱས། དུས་བསྟུན་འདི་གའི་གསུམ་ནང་ལོགས་ལ་ཡང་ཨ་ནི་བོད་རང་ཐག་རང་གཅོད་ཀྱི་ཐོབ་ཐང་དེ་ལ་ཡང་ཨ་ནི་བརྩི་འཇོག་བྱེད་དགོས་འདུག་ཅེས་བཅས་གྲོས་ཆོད་རང་བཞག་མྱོང་བར་ད་ལྟ་བར་སྐད་རྒྱས་འཛོམས་རྒྱས་འཛོམས་ཚོགས་ཆེན་རྒྱས་རང་གི་འཛོམས་ཚོགས་སྐོར་ཆེན་རང་གི་ཐོག་ནས་འོས་ཤོག་འཕངས་བྱས་ཡིན་ན་བར་བཞག་མྱོང་བར་ད་ཞུ་གོ་ད་དེ་དུས་དེ་དུས་དེ་རྒྱ་མི་འདི་ནང་མཉམ་འབྲེལ་རྒྱལ་ཚོགས་ནང་ཡོད་མ་རེད་པ།

མཉམ་འབྲེལ་རྒྱལ་ཚོགས་ཀྱི་བར་གཞུང་ཚབ་ཆེན་པོ་དང་དེ་འདྲའི་མང་པོ་ཅིག་གིས་ཁོ་ནར་ངས་གོ་ཡ་བྱས་པ་ནི་སྔ་མོ་དང་གོ་ཏོ་ཨ་བྷ་ལགས་ཀྱི་གསུམ་བཅུའི་དུས་ཆེན་ལ་ཡང་ཁོ་ནར་དགོངས་དག་གིས་གསོལ་སྟོན་སྟེང་སྐུར་ཟ། གསོལ་སྟོན་བཤམས་པའི་སྐབས་ལ་ད་རྒྱལ་ཁབ་མང་པོའི་མཉམ་འབྲེལ་རྒྱལ་ཚོགས་སྐུ་ཚབ་གསོལ་སྟོན་དེ་ཡོང་སྐུར་ཟ་ད་དེ་དུས་དྲུག་ཅུ་རེ་གང་ར་ཨ་མི་རི་ཀའི་རོགས་པ་ཆེ་བ་རོགས་ཨ་མི་རི་ཀའི་རོགས་པ་ཆེ་བ་རོགས་ར་བྱས་རྗེས་ད་རྡོག་རྡོག་རེ་ཕར་བཞུད་པའི་ཡིན་ནི་ར་ད་ད་རི་ཁས་ས་གཅིག། ང་ཚོའི་རེ་བར་ཇི་བྱས་མཉམ་འབྲེལ་རྒྱལ་ཚོགས་ཞུས་ཅིག་མཉམ་འབྲེལ་རྒྱལ་ཚོགས་གཅིག་བྱེད་ཀྱི་རེད་བསམ་ས་འབྱོར་པ། དེ་དུས་བསམ་ན་ཕལ་ཆེར་ནོར་འཁྲུལ་བསམ་འདུག་མཉམ་འབྲེལ་རྒྱལ་ཚོགས་ཁ་ཁ་འབྱིན་གི་མ་རེད། ངས་དག་ཡིག་ཞུས་པ་ནང་བཞིན་རེད་མཉམ་འབྲེལ་རྒྱལ་ཚོགས་བཅས་གཅིག་ཚོགས་པ་བཅས་གཅིག་ཕི་ཁེ་གོ་སྒྲིག་བྱས་གོ་སྒྲིག་གི་བཀོད་པ་བཏང་བྱས་ནི་གལ་གལ་ཡོད་མ་རེད། དེ་ཡིན་ན་རྒྱལ་ཁབ་མང་པོ་གཅིག་ནས་བསྒྲུབ་བྱ་མགྱོགས་ཀྱི་ཨེ་ནི་ཚོགས་པ་བཅས་རེད། ཡང་རྒྱལ་ཁབ་དེ་ཚོའི་ནང་ལ་ད་རྒྱ་ནག་སྟོབས་ཤུགས་ཆེན་པོ་དག་ཚུད་ཡོད་རེད། དེ་འདས་སོང་ཙང་ད་བོད་ཀྱི་གནད་དོན་གསུམ་དེ་ཕི་ནང་གླེང་སློང་བྱེད་ཡག་དང་དེ་འདས་ད་ཞི་རག་ཁག་པོ་ཡིན་གྱི་རེད། ད་ཡིན་ནའི་དེ་དང་དུས་མཚུངས་ཀྱི་མཉམ་འབྲེལ་རྒྱལ་ཚོགས་འོག་གི་ཡན་ལག་ལས་ཁུངས་མང་པོ་ར་འབྲོག་མི་ཐོབ་དང་ད་ཁོར་ཡུག་དང་འདི་ཚོའི་ནང་ར་ཡོད་ན་ག་དུས་ཡིན་ནའི་ལས་ད་བོད་ཀྱི་གནད་དོན་དེ་ཚོ་བགྲོ་གླེང་བྱེད་ཡ་དང་དེའི་སྐོར་དེ་གླེང་སློང་བྱེད་ཡ་དང་དེ་ཚོ་ཡོང་གི་འདུག་ཨང་དེའི་སྐད་འདི་ངས་དེ་སེམས་ཁུར་འདུག་ད་ཨང་དེ་ཕི་ཀའི་ཡར་ངོ་ནས་བོད་པ་ཚོའི་ཞུ་འབོད་བྱེད་ཡ་ཡིན་ནའི་རེད་སྐད་འབོད་བྱེད་ཡ་ཡིན་ནའི་རེད་ངོ་རྒོལ་བྱེད་ཡ་ཡིན་ནའི་རེད་བྱེད་ས་ཅིག་དགོས་སྐོར་ད་བྱེད་ས་དེ་དངོས་གནས་མཉམ་འབྲེལ་རྒྱལ་ཚོགས་དགོངས་དག་དེ་རེད་ག་རེ་ཡིན་ནའི་མེད་ནའི་མཉམ་འབྲེལ་རྒྱལ་ཚོགས་ཉན་གི་ཡོད་ནའི་མེད་ནའི་ད་རིང་ཚོགས་འཚོགས་པའི་སྐབས་དེ་ཨ་ནི་རྒྱལ་ཁབ་མང་པོའི། ཁ་བརྡ་སྐུ་ཚབ་དག་དེ་འདྲའི་ཨེ་ནི་ཕལ་ཆེར་ཞུ་ཡག་རེད་བྱས་ཙང་འདིའི་ས་ཆ་དེ་འདྲ་ངས་བྱས་ན་ཡག་པོ་ཞག་རེད་བསམ་གི་འདུག་བྱས་བྱས་ཡིན་ན་ད་བལ་པོ་ཚོའི་དངོས་གནས་གཅིག་ཞུ་སོར་བཅད་དེབ་ལ་ཡག་ས་ཆ་བཅས་ལ་ཡག་མི་མང་པོ་བཅས་ལ་ཡག་ཤེས་ཡག་བྱས་ཐུབ་ང་ཚོའི་བདེ་སྡུག་དེ་ག་རེ་ཞུ་དགོས་ཀྱི་ཡོད་ན་ཨ་ནི་དེ་མི་ཤེས་དེ་ལས་ཡག་གི་བྱས་ཏེ་ཕལ་ཆེར་མེད་པས་སོ་སོར་བཅད་རེད་བསམ་གི་འདུག། ལན་སོ་ཨ་ནི་སྤྱིར་བཏང་ད་བོད་པ་གི་གནས་ཚུལ་དེ་སྔོན་མ་ནས་སྐད་གྲགས་ཆེན་པོ་ཆགས་ཆགས་ཆགས་ད་ལྟ་དུས་ཟིན་མར་འཇགས་བསྡད་དུས་སྐབས་ལ་ཡང་བསྐྱར་ཁོ་ཚོ་ལ་ཡ་དྲན་སྐུལ་འདྲ་བོ་བྱེད་མཁན་ཡིན་རྒྱུར་བ་ཚོགས་མི་མང་པོ་ཕེབས་ཡོད་དུས་སྐབས་ལ། རེད་རེད་བོད་པའི་ངོས་ནས་འདི་མཚམས་བཞག་ནི་ཡང་ཡང་ཡོད་མ་རེད་བ། ལོ་དེ་རེད།